འོག་ཏུ་ནི་རྒྱ་ནག་དང་འབྲེལ་བའི་གནས་ཚུལ་ཁག་ཅིག་ཞུས་པས་ན་རྒྱ་ནག་དབུས་དངུལ་ཁང་སྟངས་འཛིན་ཚོགས་ཆུང་ནི་ད་ལྟའི་རྒྱ་ནག་གི་དངུལ་ཁང་ཁག་ལ་ནི་དུ་སི་ཀ་རྒྱ་སྟངས་གཅིག་ཡ་ཨི་རི་ཡ་བུ་ལོན་ཡ་ཡ་ར་ད་ད་བུ་ལོན་གྱི་འབྲེལ་བ་དེ་ཉུང་རུ་བཏང་ག་འདའ་ཨི་རི་ཀི་ཁྲོམ་ར་ད་འདི་ཆ་ནས་ཉེན་ཁའི་ནང་ལ་ཡོད་པ་རེད་སི་ཏཱ་བྷི་ལོན་ཕ་ཡར་གོས་ནོར་ཚུལ་གླེང་སྐྱོན་གང་དག་དེ་དེ་གནས་སྐབས་རིང་ཉུང་ངུར་བཏང་རོགས་བྱས་ལན་འདི་བཀའ་ཁྱབ་བཏང་ཡོད་པའི་གནས་ཚུལ་བཅས་རེད་འདི་ཤ་ཚ་བའི་ད་ལྟའི Bloomberg གསར་ཁང་གི་བཤད་བྱའི་བྱས་ན People Bank of China མི་དམངས་དངུལ་ཁང་དང་ནི National Financial Regulatory ལས་བྱེད་དོ་རྒྱལ་ཁབ་ཀྱི་དཔལ་འབྱོར་དོ་དམ་ལྷན་ཁང་གཉིས་ཀ་ནི་ད་ལྟའི་རྒྱ་ནག་དངུལ་ཁང་ཚང་མ་ཡང་ཨ་རི་ཡ་བྷི་ལོན་དང་ཏི་དཔལ་འབྱོར་གྱི་དེའི་དེ་ཉུང་རུ་བཏང་ཡག་གི་འདུག་ས་ལས་ཀ་བྱེད་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐང་ན་ཤི་རྒྱ་ནག་གི་ཨ་རིའི་འགྲོ་ལར་ལོག་རུ་ཨ་རིའི་བེ་ཤ་ཉན་ར་དེ་གྲངས་ཀ་དེ་མ་ཉུང་རུ་ཞི་བོ་ཞིག་བཏང་ཡོད་པའི་གནས་ཚུལ་བཅས་ཤེས་ཐུབ་ད་ངས་འདི་ཚོ་གཞན་གཅིག་ན་མཐོང་ཡ་ཆེ་བ་བྱས་ན་འགྲོ་ལ་བྷི་ལིན། དྲུག་བརྒྱ་ག་ཚད་རེད་ཅེས་པ་དེ་མ་པབ་བཤད་ཡོད་རེད་ཟེར་ད་གང་ལྟར་ཨ་རིའི་བེད་སྤྱད་མང་པོ་ཞིའོ་ཅི་ཉེར་དགའ་ཅིག་ཨ་རིའི Dollar དིབ་དགའ་ཅིག་ན་ལོག་རོད་ད་རྫ་གློ་བུར་དུ་ཞིའོ་ཅི་ལྷོང་ན་འོ་དེ་འདྲ་གི་ཐོག་ནས་ད་ཨ་རིའི Dollar གཡུག་ཅིག་གསེར་ད་དངུལ་ཉེར་རེད་གི་དེ་ཅིག་འོ་ད་དེ་ཚང་མ་ཡང་སྟེར་ད་ཚོང་མ་རེད་ད་ཡང་ཚོང་མ་རེད་ཚོང་མ་རང་རེད་ད་ཡང་ཚང་མ་ལ་བ་ད་ལམ་སང་ཨ་དེ་བྱེད་དགོས་ཨེ་ཡོད་མ་རེད་བྱེད་དགོས་ཨེ་ཡོད་མ་རེད་དེ་ཡིན་ན་ད་འཛམ་གླིང་ཚོང་མ་རྒྱག་གི་ཡོད་པས་ན་དེ་ཚོང་མ་ཆགས་དེ་གི་ཡོད་རེད་དེ་ནི་ཁ་སང་དུ་ཧོང་ཀོང་གི Apple Daily Apple གསར་ཁང་གི་མགོ་གཙོ་བ་ཇི་མི་ལའི་ལོ་ཉི་ཤུ་གྱི་བཙོན་འཇུག་བྱས་ཡག་པར་བ་ཁོ་རང་གི་བུ Sebastian Lai གྱི་ལོར་འདྲེན་ནས་བཤད་ཡ་ནི་ཨ་རིའི་སྲིད་འཛིན Trump གྱི་ནི་རྒྱ་ནག་སྲིད་འཛིན Xi Jinping ལ་ནི་འབྲེལ་བ་བྱས་པའི་ཐོག་ནས་ནི་ཁོ་རང་གི་པ་ལ། ད་ལོ་ཉི་ཤུ་གིས་བཙོན་འཇུག་བྱས་ཏེ་ནུས་འབྲུ་ཡིན་པ་དང། དེའི་མ་ལྷོད་ཡང་དང་ཡང་གི་ཐོག་ལ་ཨ་རི་གིས་ནུས་ཤུགས་སྤྲད་པའི་ཐོག་ནས་རོགས་རམ་བྱེད་རོགས་བྱས་ལ་རེ་སྐུལ་བཏོན་གྱི་ཡོད་པའི་གནས་ཚུལ་བཅས་རེད་བྱས། རྩ་བའི་ཇི་མི་ལའི་ད་ད་ལྟའི་ལོ་བདུན་གྱི་དོན་རྒྱས་ཡིན་པ་དང་དོན་རྒྱས་ནི། ལོ་བཅོ་བརྒྱད་ད་ལྟའི་མུ་མཐུད་ནས་བཙོན་ཁང་དེའི་སྒོ་ནས་ད་བར་གྱི་དགུང་ལོ་བརྒྱ་པོ་དང་དུ་སྐལ་གྱི་ཉེན་ཁ་ཡོད་སྡོད་པ་དེ་འདྲ་གི་གཅིག་རེད་ཐ་ན་ཞིག་ཇི་མི་ལའི་གི་འཕྲོད་བསྟེན་དང། དེ་འདྲའི་ཁ་ལོ་ད་གཟུགས་པོའི། གནས་སྟངས་ཀྱི་ཐོག་ནས་ནི་ལོ་ཉི་ཤུ་བཙོན་འཇུག་དེ་ལྕོགས་ཐུབ་ཀྱི་མེད་པ་དེ་འདྲ་གི་འགྲེལ་བཤད་རྒྱག་པའི་གནས་ཚུལ་བཅས་རེད་དེ་ཤག་དེ་ནི་རྒྱ་ནག་གི་ད་ལྟའི་ཕོག་ནི་ཨའི་ད་ཇི་ཕན་གྱི་ཁྲོ་ཡ་ཁྲ་གཉིས་ཟུང་འབྲེལ་གྱི་ཐོག་ནས་ད་ད་ལྟའི་མོ་ཏྲ་གསར་བ་ལོག་ར་ད་ནི་ང་ཚོའི་ཁ་ལོ་བ་མ་དགོས་ཀྱི་མོ་ཏྲ་དེ་འདྲ་ལྟོ་བ་དེ་འདྲ་བཟོས་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ཁོ་རང་གཉིས་ཀྱི་བིས་ཙི

ཤན་འཛིན་ལ་གོ་བས་ཡོད་པའི་ནུས་ཚོད་བཅས་རེད་དེ་སྤྱི་ལག་རྟ་འདིའི་གི་ཡན་ལག་ཁྲི་གསུམ། གོ་བས་ཡོད་པའི་ནུས་ཚོད་བཅས་རེད་དེ་ཆ་སྤྱི་ལག་རྟ་རྒྱ་ནག་ནང་ལོ་ཡ་སི་ཏྲ་སི་པག་དང་ལུན་ཀིན་ཁའེ་ཧྥེ་གཉིས་ནི་ལུན་ཀིན་ཁའོ་ཧྥེ་དར་སྲོལ་ཆེར་འགྲོ་གི་ཡོད་པ་ལ་ད་ལྟའི་ལུན་ཀིན་ཁའེ་ཧྥེ་གི་ནི་ཡང་འཛམ་གླིང་ལུང་པ་གཞན་དང་གཞན་ལ་ནི་ཡན་ལག་ཧྥན་ཆའི་སི་ལེགས་རོའི་བྷྲན་དུ་གཉིས་ཁོ་ཚོ་གི

ཨུར་ར་ཧེམ་གྱིས་ནི་པ་ཀི་སི་ཐན་གཞུང་ལ་སྐྱོན་བརྗོད་བྱས་པའི་ཐོག་ནས་ད་ལྟ་ཤེ་བྷ་ཟི་རིའི་གཞུང་གིས་ནི་རྒྱ་ནག་ལ་ཡིད་ཆེས་སྤྲད་ཐུབ་ཡོད་མ་རེད་ཟེར་བ། ནི་ད་ད་ལྟའི་གཞུང་གི་འོག་ནས་ནི་རྒྱ་ནག་དང་ཨབ་གྷ་ནི་སི་ཐན་གཉིས་ད་པ་ཀི་སི་ཐན་ལ་འབྲེལ་བ་གཏུག་རུ་ཕྱིན་ཅིང་ཤོར་བ་རེད་ཟབ་ཆ་སྐྱོན་བརྗོད་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ཡང་ཁོ་ཚོ་ཚང་མ་ཡང་ཁ་ལོ། ཆོས་ཀྱི་རྒྱལ་ཁབ་ཡིན་པས་ཙང་ཡང་ཆོས་དཔོན་གྱིས་སྐྱོན་བརྗོད་བྱས་ན་དེ་ལ་ཡང་དོན་ཆེན་པོ་ལགས་རེད་ད་གང་ལྟར་ཡང་གལ་ཆེན་ཆེན་པོ་ཆགས་ཀྱི་འདུག་བ། བྱས་ཙང་གིས་ཁོ་རང་གིས་ད་དུས་སྐྱོན་བརྗོད་བྱས་ཡ་ཨབ་གྷ་ནི་སི་ཐན་གྱི་ད་ཆོས་ཀྱི་ཐོག་ནི་པ་ཀི་སི་ཐན་ལ་མི་ཡོང་ཐུག་འོག་མ་རེད་ཟེར་བ་ཡིན་ནའི་འཇིགས་སྐུལ་རིང་ལུགས་པ་ཨ་ནི་པ་ཀི་སི་ཐན་ལ་ཡོང་ཐུག་འོག་རེད་ཟེར་ད། ད་དེའི་གནས་སྟངས་ག་རེ་རེད་ལབ་ཅེས་ནི་ད་ལྟའི་ཤེས་པ་ཕྱི་རིལ་གཞུང་གིས་ནི་ཨབ་གྷ་ནི་སི་ཐན་གི་ཐོག་ལ་སྲིད་ཇུས་ཡོད་ན་རེད་རྒྱ་ནག་དང་འབྲེལ་བ་བསྐྱར་གསོ་བྱས་ནས་ད་ཚང་མ་བྱས་ཐུག་ཡོད་མ་རེད་ལབ་ཅེས་བརྗོད་རྒྱུ་དྲག་པོ་བྱས་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ཨི་རན་དང་ཨ་རི་གཉིས་ཀྱི་གནས་སྟངས་དང་འབྲེལ་བའི་ཐོག་ནས་ནི་ཚོད་ཁག་ཅིག་ཞུས་པ་ཡིན་ན་ད་ག་ཙང་ད་ལྟའི་ཨི་རན་གྱི་ཟིང་འཁྲུག་ནང་ལོ་ཡ་ནི་དུ་ཆ་ཞིག་གླེང་དེ་ངས་ནི་འཐབ་རྩོད་པ་ཅིག་གི་ཁོ་རའི་བརྙན་ཐུང་ཅིག་བཟོས་བྱས་ད་བརྙན་ཐུང་དེ་སྐར་མ་བཅུ་ལྷག་སི་ཐུག་ཅིག་ཡོད་པའི་ནི་ཚོས་དཔྱད་ཤེས་དེ་ཡི་འདུག་ག་ད་ནང་དོན་གཙོ་བོ་དེ་ལ་ཡ་ད་ལྟའི་ཨི་རན་ནང་ལོ་ཡ་ད་དཀའ་ངལ་ཆེན་པོ་ཡོད་བསྡད་པ་ནི་ཅིག་དྲག་གནོན་ཤུགས་ཆེན་པོ་ཅིག་གི་ཡོད་པ་མི་སེར་ལ་དཀའ་ངལ་ཡོད་པ་ད་དེ་འདྲའི་གི་ནི་ཚོས་བཤད་པའི་རྗེས་ལ་ནི་ཁོ་རང་གི་རེ་སྒུག་གཙོ་བོ་དེ་ཨ་རིའི་གི་ཨི་རན་ལ་ད། དམག་རྒྱབ་བྱས་ག་ད་སྲིད་གཞུང་དེ་གཏོར་ཐུབ་པ་བྱས་དགོས་ཀྱི་རེད། ད་དེ་མ་བྱས་པ་ཡིན་ན་ཁོ་རང་ཚོ་དཀའ་ངལ་ཆེན་པོ་འཕྲད་ཀྱི་འདུག་བསླབ་བྱ་དེ་ད་དགོས་དོན་གཙོ་བོ་སྟོན་ཆེད་བརྙན་ཐུང་དེ་ཕྱི་ལ་བཀྲམ་ཆེད་བརྙན་ཐུང་དེ་བཀྲམ་ཚར་བའི་རྗེས་ལ་ཁོ་རང་སོ་སོ་རང་ཤི་རྒྱག་ཡོད་པའི་འབྲེལ་ཚུལ་བཅས་རེད་དེ་བཤད། ཨ་ནེ་ད་ལྟའི་ཨི་རན་གྱི་ལས་འགུལ་བ་ཀ་ཚང་ད་དེའི་ནང་གི་འགོ་ཁྲིད་གཙོ་བོ་ཅིག་ཇ་བིད་ཨེ་ཕེམ་ལས་འདུག་ཨེ་མིན། Javed Amim། ཁོ་རང་འཛིན་བཟུང་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ཁོ་རང་འཛིན་བཟུང་བྱས་པའི་རྗེས་ལ་ཡང་འདུག་སུ་ཟིང་འཁྲུག་ག་ལ་གང་འཚམ་ཅིག་ལངས་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ད་རྩ་བའི་ད་འདི་ཁོ་རང་འཛིན་བཟུང་བྱས་ད་དེ་རྗེས་ཀྱི་ཟིང་འཁྲུག་ལུང་ཡང་དེ་ཚང་མ་ད་ཁ་ཚང་ཨོ་མན་ལ་སྐད་ཆ་བཤད་ཚར་བའི་རྗེས་ལ་ནི་ད་ད་མུ་མཐུད་ནས་ཡི་ཟིང་འཁྲུག་གི་ད་ལི་ཤི་ཡོང་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ཐ་ན་ཕྱིས་ཨི་རན་གྱི་ཆེས་མཐོའི་འགོ་ཁྲིད། ཨ་ཡོ་ཏོ་ལ་ཨ་ལི་ཁ་མི་ནུས་ཀི། ནི་མི་མང་ཡ་ད་འདའི་ཆ་ནི་ཁ་ལོ་བར་ད། གཞུང་ལ་ནི་དུ་ཟ་ད་མཐུན་འབྲེལ་མཐུན་སྐྱོར་བྱེད་རོགས་བྱས་ཟེར་བ་གཞུང་ལ། མཉམ་སྒྲུབ་བྱེད་རོགས་བྱས་གང་དག་ཕྱི་ལོག་རྒྱལ་ཁབ་ཀི། ནུས་ཤུགས་དང་ནི་ཕྱི་ལོག་རྒྱལ་ཁབ་ཀི་བསླུ་བྲིད་བ་ལ་མ་འགྲོ་ཟེར་ལབ་བྱས་ད་གང་དག་དེ་འདྲའི་གཏམ་བཤད་གནང་ཡོད་པའི་ནི་ཚོད་བཅད་རེད་ད་ཤ། ད་ཉེ་བའི་ཆར་ལ་ད་ལྟ་ཨི་རན་གྱི་དམག་གིས་ཉིན་མོ་ཡར་ནི་ཨ་ཡོ་ཏོ་ལ་ཨ་ལི་ཁ་མི་ནེ་མ་བཅའ་བ་བྱས་ཅག་ཁོ་རང་གི་བུ་བཅའ་བའི་གནས་ཚུལ་བཅས་ཡོང་པ་རེད་དེ་ཁ་ཚང་ཡང་ཁོ་རང་གིས་དངོས་སུ་ཡང་གཏམ་བཤད་དེ་འདྲའི་གནང་བསྡད་ཀྱི་ཡོད་པའི་གནས་ཚུལ་གཅིག་རེད་དེ་ཤག་དེ་ནས་ད་ལྟའི་ཨི་རན་གྱིས་ད་ལྟའི་ཨ་རི་ནི་ཨི་རན་ཡ་ད་ཡུ་རེ་ནི་ཡམ་ནོག་ར Nuclear དེ་བཟོས་ཡ་ཡ་ད་མཚམས་འཇོག་བྱེད་དགོས་གི་དེ་ཞིག་ཡོད་པྲ་ཆེན་ཚང་གི་ཨི་རན་གི་དེ་རྩ་བ་གཉིས་ལས་བྱེད་གི་མེད་སླེབ་བྱེད་ག་འདྲ་ང་ཚོའི་དེ་བྱས་དེ་རྒྱལ་ཁབ་གི་བདེ་འཇགས་གི་ཆེད་དུ་བྱེད་གི་ཡོད་སྲིད་སང་ཉིན་ང་ཚོའི་གང་ལ་མ་ཅིག་སླེབ་པའི་ན་གདོང་ལེན་ག་འདྲ་ཞིག་བྱེད་དགོས་གི་རེད་སླེབ་བྱེད་ད་དེ་འདྲ་གི་སྐད་ཆ་བཤད་དེ་གི་ཡོད་པ་དང་ནི་ད་འདི་ཨ་རིའི་གི་ད་མ་རྒྱ་ཡ་གི་སྡིག་ར་ཡོད་རོ་མ་རྒྱ་གི་ཡིན་སྲིད་ལ་འོ་ར་ད་མ་རྒྱ་ཡ་གི་སྡིག་ར་ལ་ཞེད་སྣང་སྐྱེས་པའི་ཐོག་ནི་ང་ཚོའི་གི་གྲོས་མོལ་དེ་བྱེད་ཐུབ་ཀྱི་མ་རེད་གསོལ་ཏེ་ཡོང་གི་མ་རེད་ལབ་རྗེས་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་པཱས་ཨར་ཀ་ཆི་གིས་ཤིག་ཡོད་པའི་འདི་ཚོའི་བྱས་རེད་དེ་བཤད་ནི་ད་ཁོ་རང་གིས་བཤད་ཚད་བཤད་ན་ཁོ་རང་ཚོ་གིས་ད་འདི Uranium Nuclear བརྫི་རྒྱུར་བཟོས་ཏེ་དེ་སླར་གཏང་གི་ལོག་རེད་མ་ཤུགས་ཆུང་རུ་གཏང་གི་ཡིན་སླད་སྐད་ཆ་དེ་ཤིག་ཡོད་འདྲ་ཡིན་མཐའ་གཅིག་ཏུ་དགའ་ཡལ་གྱི་ཐོག་ལ་ང་ཚོ་འགན་འཁྱེར་གྱི་མེད་ཟེར་བ་དེ་ཆིག་མེད་ནས་ང་ཚོའི་ཡ་དེ་འདྲས་ཀྱི་དཀའ་ཡ་གི་དེ་འདྲས་སུ་སྤྱི་ལ་དབང་ཆ་ཡོད་མ་རེད་ལབ་ཆ་ཡང་རྒྱུན་འཇུག་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཁ་ཙང་ཨི་རན་གྱི་དུས་དྲན་མཚོན་ཆ་ལོག་རེད་ད་གང་ལྟར་མེ་ཤུགས་འཕུར་མདའ་དེ་འདྲས་ཆེན་པོ་གཅིག་གནས་བར་ནམ་གང་ལ་བཏང་ཆ་གྲ་སྒྲིག་ཅིག་བྱེད་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་གང་ལྟར་ཁོ་རང་ཚོས་ཀྱི་ད་འདི། དུས་རིང་མཚོན་ཆ་བཏང་ཆ་དེའི་གིས་ད་ཀི་ལོ་མི་ཀྲར་ཉིས་སྟོང་ནས་གཅིག་སྟོང་ལྔ་བརྒྱ་བར་སྙོབ་ཐུབ་ཀི་ཡོད་པ། ད་དེ་འདྲའི་གི་ཤུགས་ཆེན་པོ་ཅི་ཕྱིར་བཏང་གི་ཡོད་པའི་གནས་ཚུལ་བཅས་འདུག་ད་དེའི་གཙོ་བོ་ད་ལྟའི་ཨི་རན་ཡ་ད་དམག་བྱུང་བས་ན་ད་དེའི་གི་ད་ལན་ང་ཚོ་གྲ་སྒྲིག་ཡོད་ས་ལས་གི་ཚིག་ཆགས་དེ་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་བཙུན་མོ་འདི་གསོན་རྒྱུ་ཁ་གཅིག་ཞུས་པས་ན་དེ་ཐུན་ཏེ་རྒྱ་གར་དང་ཨ་རི་གཉིས་ཀྱི་པ་ར་ཡ་གནམ་གྲུའི་ཉོ་ཚོང་དང་འབྲེལ་བའི་ཐོག་ནས་ལོ་ཤས་གོང་གི་སྐད་ཆ་སྒྲོག་བསྡད་ཀྱི་ཡོད་པ་ད་ཐུན་ཏེ་རྒྱ་གར་གྱིས་ཨ་རི་ནས་བཟོས་བཞག་པའི་གནམ་གྲུ་པི་བརྒྱད་ཅུ་ཇེ་གཅིག་བྱས་པ་དེ་གནམ་གྲུ་དྲུག་ཉོས་ཀྱིས་རྩིས་བརྒྱབ་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་ད་ལྟ་ཤེས་གནམ་གྲུ་དྲུག་ལ་འགྲོ་ལ་བི་ལིན་གསུམ་གྱི་ཁོང་གནས་བསྡད་ཀྱི་ཡོད་པ་དེ་འདྲ་དགེ་ནི་བཟོས་བྱས་རེད་དེ་ཤ་ཐག་ན་ཤི་རྒྱ་གར་གྱི་ད་ལྟའི་ཆ་ནས་ཨ་རིག་གི་བཟོས་བྱས་པའི་པི་གེ་ཆུ་གེ་གཅིག་གི་གནམ་གྲུ་བཅུ་གཉིས་ནི་བེད་སྤྱོད་བཏང་བསྡད་ཀྱི་ཡོད་པས་ནི་བཟོས་བྱས་འདུག་ད་ག་འདྲ་ཚོང་གི་རྒྱུགས་རྒྱིམ་མཐའ་མ་དེ་ནི་རྒྱ་གར་གྱི་བདེ་སྲུང་བློན་ཆེན་གྱིས་ཐག་བཅད་བྱས་ཀྱི་རྩིས་གཅིག་རེད་དེ་ཤ་འདི་ནི་ད་ལྟའི་སྤྱི་ཚོགས་དྲ་རྒྱ་དང་འབྲེལ་བའི་ཐོག་ནས་རྩ་བའི་ཨོ་སི་ཀྲི་ལི་ཡ་གི་ཁ་སྔོན་ད་སྤྱི་ཚོགས་དྲ་རྒྱ་པུ་གུ་ལ་ཀ་ཡ་གི་ཁྲིམས་འཆར་བཟོས་པ་རེད་ད་འདི་གི་རྗེས་འདེད་བྱས་བྱས་ཏྲར་ཀི་གི་ད་ལྟའི་པུ་གུ་ལོ་བཅོ་ལྔའམ་བཅུ་དྲུག་གི་མ་འདབ་ལ་ནི་སྤྱི་ཚོགས་དྲ་རྒྱ་གི་ཁ་ལོར་ད་རང་དབང་ལ་འོར་བའི་ཐོབ་ཐང་མེད་པ་ད་བཀག་སྡོམ་བྱས་ཀི་ལི་ཤི་ཅེ་པེ་གི་བྱ་བྱེད་ཅེ་རེད་ད་ཤ་གང་དག་སྤྱི་ཚོགས་དྲ་རྒྱའི་བརྒྱུད་ནས་ད་ལྟའི་གཞོན་སྐྱེས་དང་སྤུ་གུ་ཆུན་ཆུན་ཡ་ནི་ཅིག་གནས་སྟངས་འདྲ་མི་འདྲ་ཅིག་ད་ང་ཚོའི་སྤྱི་ཚོགས་ཀྱི་ད་ལྟའི་མི་རྒན་པའི་བྱ་སྤྱོད་མཐོང་མ་ངེས་ཡ་དེ་འདྲའི་མང་པོ་ཅིག་མཐོང་བྱས་ཡ་ནི་འཕྲོ་བརླག་འགྲོ་གི་འདུག་བཟོ་བྱས་ཙང་གི་སྤུ་གུ་ལོ་ད་བཅོ་ལྔ་ནས་མཚམས་བཞག་གི་ནོར་བཅུ་དྲུག་ནས་མཚམས་བཞག་ནས་དེའི་བར་ལ་ནི་སྤྱི་ཚོགས་དྲ་རྒྱ། བཟོས་མ་བཅུ་ཡ་ལོག་རེད་ད་བེད་སྤྱོད་བཏང་མ་བཅུ་དེ་འདྲ་གི་ཁྲིམས་རྒྱ་བཅས་ལས་གཞི་སྤེལ་གི་འདུག་ཇི་ལྟར་ད་ང་རང་ཚོའི་ཕ་མའི་སྤུ་གུ་ལ་ཁ་པར་བཞག་དུས་སྤུ་གུ་གི་ག་རེ་ལྟ་དགོས་ཀི་རེད་ལྟ་དགོས་ཀི་མ་རེད་ད་དེ་ཚོ་དེར་དེར་དོ་སྣང་བྱེད་ཡ་རེད་བ། འོ་ད་དེ་འདྲ་གི་གནས་ཚུལ་བཅས་རེད་ད་ང་ཚོ་ཁྲིམས་སྐད་བཤད་ཡ་ཡོད་མ་རེད་ནི་ད་འཛམ་བུ་གླིང་གི་དོ་སྣང་གོ་བ་ལ་འགྲིག་གི་འདུག་དེ་ལ་ང་ཚོས་དོ་སྣང་བྱེད་ཡ་བས་ན་ད་སོ་སོ་སོ་སོ་གི་ནང་གི་ནང་ཁྲིམས་བཤད་ཡ་རེད་བ། འོ་དེ་འདྲ་གཅིག་རེད། དེ་ནས་ད་བལ་ཡུལ་གྱི་འོས་བསྡུ་དང་འབྲེལ་བའི་ཐོག་ནས་རེད་ད་ལྟའི་རྒྱ་གར་གཞུང་གིས་ད་བལ་ཡུལ་ལ་རོགས་རམ་ཆེན་པོ་བྱེད་ཀྱི་ཡོད་པ་རེད། ཁྱེད་རང་གིས་ད་ལྟའི་རྒྱ་གར་གཞུང་གིས་བལ་ཡུལ་ལ་དམག་གིས་བེད་སྤྱོད་བཏང་ཡན་གྱི་མོ་དྲ་ལྔ་བཅུ། གནས་དུ་སོགས་ད་རོགས་རམ་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་བཞིན་ད་ཁ་སང་ཡིག་ས་མཚམས་ནས་རྒྱ་གར་དམག་མི་གིས་བལ་ཡུལ་དམག་མི་ལག་པ་ལ་རྩིས་སྤྲད་ཆེད་ག་ནྡ་ཀ་ཐ་མ་འདྲུ་རྒྱ་ས་ལས་ཆེད་གནས་དུ་སོགས་ཁོ་རང་སོགས་ལ་ད་རྩིས་སྤྲོད་ཡོད་ལག་བར་བས་དེ་གཅིག་རེད་བཤད་དེ་ནས་རྒྱ་གར་གྱི་དམག་དང་བལ་ཡུལ་གྱི་དམག་གི་པར་ར་ལ་ཡང་མཐུན་འབྲེལ་དང་འབྲེལ་བ་བཟང་པོ་ཡོད་དེ་པ་གཅིག་གིས་གཅིག་ལ་ལྟ་ན་སྔ་མོ་གི་སྲོལ་རྒྱུན་གྱི་ལམ་སྲོལ་བྱས་ཅན་བལ་ཡུལ་གྱི་དམག་དཔོན་དེ་ཡང་རྒྱ་གར་གྱི་དམག་དཔོན་གྱི་གོ་གནས་འགྲོ་བྱེད་ཡོད་དེ་པ་ཡང་རྒྱ་གར་གྱི་དམག་དཔོན་མཐོ་ཤོས་དེ་ཡང་བལ་ཡུལ་གྱི་དམག་དཔོན་གྱི་ཡང་གོ་གནས་ཙམ་ཡོད་དེ་པ་ད་ག་འདྲ་དེ་འདྲ་གྱི་ཡང་གཅིག་འབྲེལ་བ་བཟང་པོ་གཅིག་ཡོད་དེ་པའི་གནས་ཚུལ་བཅས་རེད་དེ་བཤད་ཐ་ན་ཞེས་བལ་ཡུལ་དང་རྒྱ་ནག་གཉིས་ཀྱི་པར་རའི་གནས་ཚུལ་གཅིག་ཞུས་པས་ན་ད་ཁ་ཚང་འདུག། རྩ་བའི་ད་བོད་དང་དུ་ས་ཕ་ཡུལ་གྱི་པ་ར་ས་འདྲེས་ཤུགས་ཆེན་པོ་ཡོད་རེད་ཁྱེད་ཚང་གི་ད་བོད་ཀྱི་འབྲོག་པ་ཚུ་ཕ་ཡུལ་ནང་ལ་ཡོང་ཡ་ཨ་ནི་ག་གི་ས་ཕ་ཡུལ་གྱི་འབྲོག་པ་དེ་ཚོ་ཡང་བོད་ནང་ལ་ཡ་ཕ་ཀི་ལོ་མི་ཏྲ་ལྔ་སུ་འགྲོ་ཆོག་ཡ་གི་དེ་འདྲ་བྱེད་ཡོད་རེད་ད་དེ་གི་ཐོག་ནས་ཨ་ནི་ད་འདྲའི་ཕ་ཡུལ་གྱི་ད་ར་ལུག་ཚུ་ངན་གྱི་རུ་ཁག་ཅིག་ཨ་ནི་ད་བོད་ཀྱི་ས་ཐོག་ལ་ཕྱིན་ཅིང་ཁུར་དྲག་པོ་འདེད་དེ་མི་འགྲོ་ད་དེ་འདྲ་བྱེད་བསྡད་པའི་སྐབས་སུ་ཨ་ནི་རྒྱ་མི་ཉེས་རྟོག་པ་ལས་ཅག་ཁོང་ཚོ་ཁུར་ལ་ཨ་ནི་དུ་སི་མས་རྒྱབ། ཁོ་ཚོ་ལ་དེ་ཚོའི་དུང་བརྡ་དང་དེ་འདྲ་བྱས་པའི་གནས་ཚུལ་བཅས་དང་འདྲེས་ཕ་ཡུལ་གྱི་དྲ་ཐོག་ནས་བཀྲོལ་ཐུབ་ཀྱི་ཡོད་པའི་གནས་ཚུལ་བཅས་རེད། དེ་ནི་ཀོ་རི་ཡ་གྱི་གྲོང་ཁྱེར་གཅིག་གི་གྲོང་ཁྱེར་རྫོང་དཔོན་གྱིས་ཁ་སང་བཀའ་མོལ་ཅིག་གནང་ཡ་ལ། ཀོ་རི་ཡ་གྱི་ད་ལྟའི་མི་འབོར་ཉུང་བ་ཞེ་བོ་ཞིག་འགྲོ་གི་འདུག་ཟེར་བ། སྤྱི་ཚོགས་ཀྱི་ཝེད་ནམ་དང་ཤྲི་ལངྐ་རེད་ད་དེ་འདྲས་ཀྱི་བུ་མོ་མང་པོ་ཅིག་ཕ་ཀོ་རི་ཡ་ལ་ཁྲིད་ཅེས་ནས་སྤུ་གུ་བཟོས་བཅུག་གོ་གི་འདུག་ཟེར་ད། པུ་གུ་སྐྱེས་ཀྱི་གོ་གུ་ཏོ་སི་ནས་དེ་འདྲ་གི་སྐད་ཆ་བཤད་ཡོད་འམ་འདྲ་ཡང་ཀོ་རི་ཡ་གི་བུ་མོའི་ཚོགས་པ་དེ་འདྲ་ད་བུད་མེད་ཚོགས་པའི་གི་ཚོགས་པ་དེ་འདྲ་གི་རྒྱུན་སྤྱོད་བྱས་བྱས་བུ་མོ་འདི་ཁ་རེ་ལྕེ་ལངས་ནང་བཞིན་ཟོས་ཟོས་དྲག་ནང་བཞིན་བྱས་ཕ་ཨོར་བྱས་ཟོས་བྱས་ཡ་ཟོས་བཅུག་ཡ་ད་དེ་འདྲ་གི་ཚོང་རྫས་ནང་བཞིན་རྩིས་ཤ་སི་ལབ་བྱས་སྤྱོད་འཇུག་ཤུགས་ཆེན་པོ་བྱས་ཡོད་པ་ད་ནི་ཁོ་རང་གི་ཡང་ཁོ་རང་སྐད་ཆ་བཤད་དེ་དགོ་འདའ་ཞུས་ཡོད་པས་ནི་ཚོས་བྱས་རེད་ད་ཤ་ད་ད་འདི་ཤ་ནི་ཇེ་ཕན་རེད་ཀོ་རི་ཡ་རེད་ད་ནང་བཞིན་རྒྱ་ནག་རེད་ད་དེ་ཚོ་པུ་གུ་སྐྱེས་རོགས་མ་བྱས་བའི་དཀའ་ངལ་ཤུགས་ཆེན་པོ་ཁྲེལ་གི་ཡོད་པ་རེད་ད་ཆང་ས་སྐྱེ་ངེས་མེད་པ་སྤུག་མ་སྐྱེས་ད་དེ་འདྲ་གི་ཐོག་ནས་ཐབས་ལམ་འདྲ་མིན་སྣ་ཚོགས་བཙལ་ཏེ་དཔེ་ནི་ཚོས་དཔྱད་བྱ་བསྡད་ཀྱི་འདུག་དེ་ནི་ཐའེ་ཝན་གྱི་སྲིད་བློན་གཞོན་པ་ཆེང་ལི་ཆུང་གི་བཤད་བྱ་བྱས་ན་ཐའེ་ཝན་གྱི་ད་ལྟའི་ཐོན་ཁུངས་གཙོ་བོ་ང་ཚོའི་སིམ་མི་ཁཱན་ཏྲེག་ཏར་ལ་བོ་ར་ད་ཅིབས་ཅིབས་ཀྱི་བཟོས་གྲྭ་བཟོས་སྟོན་བཟོས་སྐྲུན་བརྒྱ་ཆ་བཞི་བཅུ་ཨ་རི་ལ་སླེབས་དགོས་ཀྱི་ཡོད་ཟེར་ནས་ཨ་རི་གྱི་ད་ནུ་ཤུ་སྤྲད་འདུག་ཡོད་པ་ལྟ་འདི་ཁག་པོ་རེད་ཟེར་བ་ང་ཚོས་ག་རེ་བཟོས་པ་དེ་ཐའེ་ཝན་རང་ལ་བཟོས་བྱས་ལས་ཀ་བྱེད་ཀྱི་རེད་ཟེར་ནས་ཐའེ་ཝན་གྱི་ཅིབས་ཀྱི་ད་ཁ་ལོ་ཨ་རི་ལ་ཚོང་འབྲེལ་རེ་ཡོང་གོང་འདྲ་བོ་ད་དེ་འདྲ་ཅིག་མང་རུ་འགྲོ་ཐུབ་ཀྱི་རེད་ཟེར་མ་གཏོགས་བཟོས་གྲྭ་ཕ་བརྒྱ་ཆ་བཞི་བཅུ་སྤོས་ཐུབ་ཀྱི་མ་རེད་ཟེར་ནས་བཤད་ཀྱི་ཡོད་པ་འདྲ་ཡིན་ནས་ཁ་ངོས་ཨ་རི་ཚོང་ལས་བློན་ཆེན་གྱིས་ད་ལྟ་བཤད་ཆས་བྱས་ན་ནི་རྒྱ་ཨ་རིག་གི་ནང་ལོ་ཡ་བརྒྱ་ཆ་བཞི་བཅུ་བསླེབས་མ་ཐུབ་པ་ཡིན་ན་ཐའེ་ཝན་གྱི་ཅིབས་ལ་བརྒྱ་ཆ་བརྒྱ་ནི་ཕྲད་རྒྱག་གི་ཡིན་ཟེར་ནས་ཡང་སྡིགས་ར་བཏང་ཡོད་པའི་གནས་ཚུལ་བཅས་རེད་བཤད་ད་གང་ལྟར་ཐའེ་ཝན་གྱི་ད་ལྟའི་ཅིབས་དེ་ཁོ་རང་ཚོ་ཐའེ་ཝན་རང་ལ་བཟོས་བསྡད་པ་ཡིན་ན་འཛམ་བུ་གླིང་ཚང་མ་ལ་འདི་གོ་གི་ཡོད་པ་ཡིན་ཙང་རྒྱ་མི་གིས་དྲག་གནོན་བྱས་ཡ་སྲུང་སྐྱོབ་བྱེད་ཀྱི་རོགས་གང་ལྟར་ཁོ་རང་ཚོ་གི་ཐོན་ཁུངས་གཅིག་ཐའེ་ཝན་ཡོང་གི་ཡོད་པ་ཡིན་ཙང། ཐ་གི་ཚེ་ཐའེ་ཝན་རྒྱལ་སྡེའི་བརྒྱ་ཆ་བཞི་བཅུ་ནི་མི་སྣ་བརྒྱ་ཆ་ལྔ་བཅུ་འདྲ་བ་ཅིག་ཨ་རི་ལ་སྐྱེས་བཞག་བས་ན། ཐའེ་ཝན་ན་རྒྱ་མི་གི་མཉམ་ན་ནི་ཨ་རི་ལ་དཀའ་ངལ་ཁྱད་མེད་ཀྱང་ཁོ་ཚོ་ཨ་རི་ནས་བཟོས་ཏེ་ཆོག་གུ་རུ་མ་ད་དེ་འདྲ་གི་ཐོག་ནས་ཡིན། ཁོ་ཚོ་ཨ་རི་ངོས་ནས་ག་རེ་བསམ་དགོས་ལ་ན་ད་ཐའེ་ཝན་རང་ལ་བཟོས་ཏེ་ན་ཉི་མ་གཅིག་རྒྱ་མི་གི་ཐའེ་ཝན་འཕྲོག་སོང་ན། འཛམ་བུ་གླིང་ཚང་མ་ལ་ཅིབས་སུ་མེད་ནི་བསྡད་འཇོག་དཀའ་ངེས་ཁྲེལ་འཁོར་ལ་ད་ག་ད་ཚང་མ་སོ་སོ་སུ་གི་རིག་པ་སྟངས་ཆེ་ལས་ཀ་བྱེད་ཀྱི་ཡོད་པས་ནུས་ཚོད་བཟོད་གྲོགས་བཅས་བྱ་བསྡད་ཀྱི་ཡོད་རེད།